སློབ་གྲྭ་ཞིག་གི་ཁོར་ཡུག་ནང་དུ་འགྲོ་དུས་བོད་པ་ཚང་མ་སྤྱི་དང་ནི་དང། བྱམས་སྙིང་རྗེ་ཅན་རོ། སེམས་དཀར་རོ། ནག་པོ་དང་དེ་འདྲས་མ་ཡིན་པ་བྱས། མཐའ་ལས་ཀ་ཆེ་བ་སྤྲོད་པའི་སྐབས་སུ་རོ་འགྲོ་དུས་ད་ཨབ་ད་ཕོ་རོ་སེམས་ཤུགས་མི་འདོད།

དེ་བཞིན་སྤོང་བྲ་སྲིན་པོ་དང་སྤོང་བྲ་ཐན་སློབ་ཀྱི་སློབ་གྲྭའི་ར་བ་རྣམས་ལ་ཧང་སངས་དང་ཤིང་སྡོང་འདྲ་མིན་སྣ་ཚོགས་ར་ལྗང་རི་ལི་རི་དང་བྱ་བྱིའུ་སྤང་ལྗང་རི་ལི་མ་རི་བྱིའུ་གྱིས་སྐྱེས་དེ་ཚོ་ད་ཞོགས་པ་སྔ་བོ་བྱས་ནས་འགྲོ་ན་ག་རེ་ཁེ་ཕན་འདུག་ཟེར་ན། འདུག་བྱས་ནས་ད་སྐབས་རེ་ང་དེ་འདྲ་བྱེད་ཀྱི་འདུག་ནང་ལ་ལས་ཀ་མང་པོ་ཞུ་ཅིག་བྱ་གི་ཡོད་ལ།

ཡིན་ན་ཡང་སློབ་གྲྭ་དགེ་སྒོ་འགྲམ་ལ་སླེབས་དུས་རྦད་ད་འདི་བྱེད་ཀྱི་ཡོད་ཐབས་ཤེས་གང་བྱེད་ཀྱི་ཡོད་ཟེར་ན་དྲན་པ་བརྗེད་ཐུབ་པའི་བརྗོད་ར། སློབ་ཕྲུག་རང་གིས་བསམ་པ་ཞིག་ཡོད་ར་དེ་དེ་འདྲས་ཤིག་འཁེལ་གྱི་ཡོད། དེ་ནས་སློབ་གྲྭའི་དགེ་སྒོ་ཆེན་པོ་འདི་ཡ་མ་འཛུལ་གོང་ལ་ད་སོ་སོ་རང་ཉིད་ཡིན་ན་སྨོན་ལམ་འགྲོ་ཆེད་རྒྱབ་ཀྱི་ཡོད། བཏང་ནས།

ཡོད་རེད་བ་ལ། སློབ་གྲྭའི་ཁོར་ཡུག་ནང་དུ། ལས་བྱེད་ཐོག་མར་ཕེབས་མཁན་སུ་རེད་འདུག་ར། ནི། གཉིས་པ་སུ་རེད་འདུག་ཐ་མ་སུ་རེད་འདུག་ཡོད་རེད་བ། ཕྱག་ལས་གང་གང་གནང་གི་འདུག་ར། ད་གེ་རེད་ཡོད་རེད་བ་ལ། ནི་འཛིན་ཁང། གང་གི་ནི་ནང་དུ་ནི་སློབ་ཕྲུག་གི་ཆ་ངེས་དེ་ཚོ་གི་སྔོན་ལ་ཆགས་ཀྱི་འདུག་ད་དེ་ཚོ་ཚང་མ་གི་ཁུ་རུ་ཞིག་གི་རོ་ལ་ནི་མཐོང་ཐུབ་དགོས་དུ་མི་འདོད་མཐོང་ཐུབ་དུས་རང་བཞིན་གྱི་མི་འདོད་ད་འདིར་ཤ་སུ་སུ་གི་ད་རྨོངས་དད་རུ་བདེ་འདོད་ན་ཐོམ་སང་ངེ་ཤོར་བཟོ་ར་དང་ནི་སེམས་ཤུགས་གི་ངེ་འགྲོ་བྱོས་ཨ་ཡ་ཨོའོ་ཞུ་གི།

ག་འདྲའི་གཏང་ཐུག་ལ་ན་སེམས་རྩེ་གཅིག་ཏུ་གནས་ནས། ཕྱག་ལས་གང་རིང་གང་བྱེད་རུང། སེམས་རྩེ་གཅིག་ཏུ་གནས་ནས་ལས་ཀ་བྱེད་ཐུབ་ཀྱི་འདུག། ཧང་སང་ཡང་ངོ་འདི་ཀྱིའུ་ད། ཞོགས་པ་ང་པོ། ད་སློབ་གྲྭ་ཁོ་རུའི་ནང་དུ་ད་འབྱོར་ཐུབ་ནར་ད། ཕྱག་ལས་ཡོད་རོགས་ཨ་ཕས་བཤད་ན། འཛིན་གྲྭ་དགེ་རྒན་དོ་དམ་པ་ཡིན་དུས།

ལས་བྱེད་ཁང་ནང་དུ་བ་བཞག་འོ་ན་བཞག་མི་འདོད་ལས་བྱེད་ཁང་སྒོ་བརྒྱབ་ཡོད་ན་ནི། ཁ་ཐུག་ཁོ་རང་ནི་འཛིན་གྲྭ་དགེ་རྒན་དོ་བདག་པ་ཡིན་ན་འཛིན་ཁང་དེ་ལ་ཕེབས་ནི། གྷེ་རེ་པ་དེ་ཚོ་ཕེབས་མེད་ན། སུ་ཡིན་མེད་འདི་དྲན་པ་ཡོད་དགོས། མེད་ད་དེ་ཚོ་རྟོགས་ཐུབ་པ་དགོས་ར་དགེ་རྒན་ཡིན་དུས་ནི། གསུང་བོད་སོགས་པ་དེ་ཚོ། ཨ་མ་མ་གསུང་བོད་བོར་ད་དགེ་རྒན་ཡིན་ན་ལས་སླ་བོ་ཡོད་མ་ར་ད།

འདི་རེད། དགེ་རྒན་གྱི་ཕྱག་ལས་འདི་ཐོབ་སོ་ལ། དགེ་རྒན་ཕྱག་ལས་འདི། ཡིན་ན་ང་དོ་ད་རང་ཉིད་སྡོད་པ་མི་འདོད་ནི་ཡིག་ཚང་ནང་ལོག་ལ་ཕྱག་ལས་ཤིག་རག་ན་ཡག་པོ་འདུག་ཟེར་ནི་ཡ་ཞུས་པ་ནང་ད་རག་ནི་རྗེས་སུ་ད། ཕྱག་ལས་ཞིག་གནང་སོང། དེ་དུས་ང་དྲན་པ་སུ་ཡོད་འདུག། ཡིག་ཚང་ཨ་མེས་ཀྱི Registrar Section ནང་ལ་རེད། དེ་དུས་དངོས་སུ་ཁོ་རང་ནི་ནི་སྡེ་ཚན་དེ་ལ་ནི།

ཅོག་ཙེ་ཆུང་ཆུང་དེ་མིན་ཅོག་ཙེ་ཆེན་པོ་བཞག་ས་བོར་མི་འདུག་ལ་ཅོག་ཙེ་ཆུང་ཆུང། དེ་དུ་ཀླད་པ་ཡི་ཆུང་ཆུང། ཨ་ཡོ་ཡོ་ཡོ། དེ་འདྲར་བཞག་ཡིན་ནའང་ཧང་སངས་སྐྱིད་པོ་བྱུང་སོ་ཡ་དེ་དུས། འོ་འདི་ནང་དུ་འདི་རེད་སྡེ་ཚན་འདི་ནང་དུ་ནི་ཟླ་བ་ཧ་ལམ།

ཚང་མས་བྱམས་པོ་བྱེད་ཀྱི་རེད། ཧང་སངས་ཁོར་ཡུག་བཟང་པོ། གཞི་འཇམ་པོ། ཡ་རབས་པོ། རྒྱབ་སྐྱོར་གྱི་རྣམ་པ་ཆེན་པོ། དེ་འདྲ་རེད་ཤག། སུ་གང་ཞིག་མཉམ་དུ་ང་བརྩེ་ཤོག་མོང་དང་དེ་འདྲས་མེད། དེ་འདྲས་ཡོད་ལ། ཧང་སངས་སྐྱིད་པོ་བྱུང་སོང། ལྟ་ངན་འུ་དེ་ཆེད་བྱས་ཙང་འདི་རེད། ཨོ་ད་མ་འོངས་པ་འབྱུང་འགྱུར་གྱི་ལོ་ལའང་རེ་བ་ཅི་སོ། བོད་པའི་སྤྱི་ཚོགས་གང་རུང་ནི་ལས་ཀ་བྱེད་ནའང་ད་ཁོར་ཡུག་དེ་ལྟ་བུ་ཡིན་ཤག་བསམ་སོང། བསམ་སྲོལ་ཡོད་འོ་དུས་དུས་ང་དྲན་པ་སུ་ཡོད་འདུག་ཡིན་ན་ངས་ཉམས་མྱོང་གཅིག་ཞུས་ཤོག་ར། ད་དུས་དུས་ང་གར་བསྐྱལ་པ་སུ་འདུག་ལ་ན། ད་ང་འདི་རེད་ད་ད།

སྐྱོན་གོ་ཡོད་ན་མེད་ན། ཡིན་དུས་ང་ཉིན་ཞིག་ཞོགས་པ་ད་ཧ་ལམ་ནམ་རྒྱུན་ལས་སྔ་ཙམ་ཞིག་ཡར་ལངས་ནས་ཅར་བྷེ་ལི་ལས་ཀྱི་རི་བོང་དེ་ལ་ང་བྲོས་ཡིན། ཞིག་ཡོད་རྒྱ་གར་མི་སྣ་ཞིག་ཡོད་འདི་ལ་སྐུ་གཅིག་ང་ཆ་མོ་ཞིག་སྐྱོན་རུ་བྱེད་ཟེར་བ། ཆ་མོ་ཞིག་སྐྱོན་རུ་བྱེད་ཟེར་དེ་དུས་ཁོ་རང་ཤང་ཚ་ཟེར་ཞག་སྒོ་དྲག་དྲག་མང་པོ་ཞུ་ཞིག་བཏང་ནས་ཧ་ལམ། ཁག་པོ་ཞིག་ནས་ཡར་བྱང་སོགས་ལ། ཨ་ལེ་འོང་ཡིན་ད་ཡིན་ས་ཡིན་ན་ཡང་ས་ང་དོང་པ་ཞིག་དཀྲུགས་ས་ཁྲུས་རྒྱག་ས་ཨ་ཁྲུས་སྐྱོན་བྱས་ནས། ད་ཁྱེད་རང་ང་ལ་འདི་དགོས་རེད་ས་ག་ས། འཕྱ་མོ། འཕྱ་མོ་རྒྱ་བལ་ལ་མོ་རྒྱ་ཡལ་ལ། སྤོས་ར། སྤོས། སྤོས་ཤིག་བྱས། ཨི་ལ་ཡེ་ཅི། བྱ་ནང་ལུག་རྡོ་བ་ལ་ཨི་ལ་ཡེ་ཤི། ད་ཨ་ནི་མེ་ཏོག་ཞིག་དགོས་རེད་ས་ཨ་ནི།

རང་ཉིད་གཅིག་པུ་མ་ཡིན་རོ། རང་ཉིད་རྐྱང་པ་མ་ཡིན་ཡང་ན་རང་ཉིད་གཅིག་པུ་མ་ཡིན། གང་ཟག་ཕ་རོལ་པ་བརྗོད་རོགས་གང་ཟག། དེ་ཡང་ཡིད་ལ་བདེ་བ། ཐོབ་མི་ཐུབ་པའི་ཁོར་ཡུག་ཞིག་བསྐྲུན་གྱི་འདུག་ད་སྡུག་བསྔལ་ཞིག་རོ། བསྐྲུན་གྱི་འདུག་དེ་དོ་ད་རང་ཉིད་ཚོར་བཟོ་བ་ལ། ད་རྗེས་སུ་ད་འདིར། སློབ་གྲྭའི།